གཏམ་བརྗོད་རང་དབང། སྨྲ་བརྗོད་རང་དབང། བསམ་བློ་རང་དབང། ཟེར་བ་དེ་དམངས་གཙོའི་སྒོ་ཁྱད་ཆོས་རེད་ཅིག་ཆགས་ཀྱི་ཡོད་རེད། དཔེ་གལ་ཆེན་པོ་འདུག་ག། ང་ཚོ་དར་མ་ས་ལ་ཐོག་མར་གླིང་སྒྲོལ་དེ་ང་ཚོ་ལས་བྱེད་པ་ཚོ་ཚོགས་འདུ་ཚོགས་ནས་ཅིག་གི་ལས་བྱེད། ཅིག་གཞུང་འབྲེལ་གྱི་ཚོགས་འདུ་ཙམ་མ་ཡིན་པར་ཡང་ཅིག་ཟུར་དུ་བཞུགས་མོལ་ཚོགས་འདུ་ཚོགས་ནས་ཅིག་སྒེར་དང་སྐྱོན་རེ་བ་ག་རེ་ཡོད་པ་དེ་ཚོ་དྲན་དང། ཨ་ནི་བཤད་དགོས་རེད་ཟེར་ནས། འདི་འདྲས་ཀྱིས་ང་ཚོ་འབད་རྩོལ་བྱས་པ་རེད། བྱས་བྱས། ད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལ་ང་རྒྱ་གར་ལ་འབྱོར། ལྔ་བཅུ་ང་བདུན་གྱི་ལོ་མགོ་དེ་བར་བོད་ལ་བར་ལོག་པ་རེད། ཨེ་ནི། བོད་ལ་བར་སླེབས་པ་དང། ཨེ་ནི། ད་རྒྱ་མི་དཔོན་པོ་ཚོ་ཐུགས་ཆེ། ད་ང་ཚོ། ཡག་ས་དེ་ང་ཚོ་བཤད་ཀྱི་མེད་འདག། དེ་ཡག་པོ་བྱུང་བའི་བྱུང་རབས་དེ་ཡོད་དེ་མི་གཞན་དག་བཤད་དུ་བཅུག། ང་ཚོ་འགན་ཡོད་ངན་ཚོས་འཐུས་ཤོར་འགྲོ་ས་ག་རེ་ཡོད་པ། སྐྱོན་ཡོད་ས་ག་རེ་ཡོད་པ་ད་ཏིག་ང་ཚོ་གོ་ཐུབ་ཆགས་དགོས་རེད། འདུག་བྱས་བྱས།

ནམ་རྒྱུན་ཚོགས་འདུ་ཚོགས་དུས་ཡག་པའི་ཡག་རབས་བཤད་བསྡད་འདུག་བ། དེ་ཡག་གི་ཡག་རབས་དེ་བསྒྲིགས་ཏེ་ཡོད་རེད་མི་གཞན་དག་ལྟོས་ར་བཏང་བཅུག་སོང། ང་ཚོ་འགན་ཡོད་མཁན་ཚོས་འཐུས་ཤོར་འགྲོ་ས་གར་འདུག་བ་ལྟ་འདི་ག་ཚོད་བཤད་དགོས་ཀྱི་བྱས་ནས་འབད་རྩོལ་བྱས་ཡིན་དེ། པ་འདྲ་ནི་རུལ་དེ་དུས་ང་ཡང་དགོངས་འཇགས་དེ་འདྲ་གནང་བ་རེད། ཇོ་ད་ག་ད་དམངས་གཙོ་ཟེར་ཡ་དེ་དངོས་གནས་དྲ་གནས་ཀྱི་སྐོར་གཟི་བརྗིད་ཡོད་བསྡད་པ་ཅིག་ཡིན། ཨེ་འདྲ་གལ་ཆེ་ཤོས། ངས་ནུབ་རྒྱུད་སྟག་ལྤགས་འདི་བཤད་འདོད་ཡོད། འཛམ་བུ་གླིང་འདི་འཛམ་གླིང་མི་མང་དུང་ཕྱུར་བདུན་ཅུ་ལ་དྭགས་བསྡད་པ་ཞིག་རེད། མི་མང་དུང་ཕྱུར་བདུན་ཅུའི་དབང་བསྡད་ཞིག་རེད་མ་གཏོགས་ཅིག་རྒྱལ་པོ་ཡིན་ཟེར་ཨ་རོ། ཅིག་རྒྱལ་མོ་ཡིན་ཟེར་ཨ་རོ་ཅིག་ཆོས་ཕྱོགས་ཀྱི་བླ་མ་ཡིན་ཟེར་ཨ་རོ་དེ་འདྲའི་དབང་ཡོད་མ་རྟགས། ཨེ་ནི། ལུང་པ་རེ་རེ་རེ་རེའིཐུན་གྱི་བདག་པོ་དེ་ལུང་པ་དེ་མི་མང་དེ་དེ་རེད། ད་ཨ་མི་རི་ཀར་ངས་དེ་འདྲ་བཤད་བསྡད་ཀྱི་ཡོད། ཨ་མི་རི་ཀའི་ལུང་པ་དེ་ཨ་མི་རི་ཀའི་མི་མང་ས་ཡ་སུམ་བརྒྱ་ལྷག་ཟིག་ཡོད་རེད་དེའི་དེ་ལ་དབང་དེ་ཡོད་རེད་མ་གཏོགས་ཨ་རིའི་ཆབ་སྲིད་ཀྱི་ཤོག་ཁག་ད་གཙོ་ཆེར་ཆེར་རི་པ་བྷི་ལེ་ཀན་དང་ལྡི་མོ་ཀི་རེ་ཏིག་གཉིས་ཡོད་རེད་དེ་གཉིས་ལ་དྭགས་ལ་མར་དྭགས་ཟེར་ཐུགས་ཤད་བསྡད་ཀྱི་ཡོད། ཁོ་ལ་དེར་མཚན་བསྒྲགས་ཀྱི་ལུང་པ་ག་བ་ཡིན་ནི། ལུང་པ་དེ་ལུང་པ་དེ་མི་མང་གི་དབང་དུ་ཡོད་རེད་མ་གཏོགས་མི་རེ་གཉིས་ལ་དབང་ཡོད་མ་རེད་ཟེར་ནས་བཤད་བསྡད་ཀྱི་ཡོད། ད་ང་ཚོ་བོད་པ་ལ་ཆ་བཞག་ནས་བོད་གངས་ཅན་གྱི་ལྗོངས་འདི་གངས་ཅན་པ་ས་ཡ་དྲུག་ལ་དབང་དུ་ཡོད་རེད་མ་གཏོགས་གཅིག་གི་དཔོན་པོ་ཡིན་ཟེར་ཡ་རོ་གཅིག་གི་བླ་མ་ཡིན་ཟེར་ཡ་རོ་མཐར་ཐུག་བོད་ནི་རྒྱ་གར་མི་ཆེ་ཟེར་ནས་དབང་ཡོད་མ་རེད། ས་དེ་འདྲ་ཡིན་དུས་ཚེ་ན་ད། མི་མང་ལ་དབང་བསྡད་དུས་ད། མི་མང་དོན་གྱི་བདག་པོ་རེད་ད་དོན་གྱི་བདག་པོ་དེ་གིས་སོ་སོའི་ལུང་པ་དེ་ག་འདྲ་བསྐྱང་དགོས་རེད་ལབ་ན། མི་མེ་རི་ངོ་རེས་སྐད་ཆ་དྲིས་བྱས་ཐག་གཅོད་བྱེད་ཐུབ་ཡ་ཡོད་མ་རེད་དེ་འདྲ་ཡིན་དུས་མི་མང་གིས་འོས་བསྡུ་བྱས་ནས་ཡར་འགོ་ཁྲིད་བཀོད། དང། འོས་བསྡུ་བྱས་ནས་ཡར་བསྐོས་ཞེས་པའི་ད་མི་དེ་མི་མང་གི་ཚབ་བྱེད་ཀྱི་ཡོད་རེད་ད་མི་མང་གི་ཚབ་བྱས་བྱས་དེ་ནི། མ་ལུང་པའི། གང་ལྟར་ཅིག་ད། མི་མང་གི་འདོད་པ་ག་རེ་ཡོད་པ་དེ་དེ་ད་སྒྲུབ་མཁན་གྱི། སྲི་ཞུ་བ་ཞབས་འདེགས་པ་ཞིག་བྱས་བྱས་ད། འཛིན་སྐྱོང་འགན་འཁུར་བླང་དགོས་ཡ་ཅིག་འདུག་སྲིད་རེད། མི་མང་གིས་བསྐོས་པ་ཡིན་འདུག་ཙང་ནས་འགོ་ཁྲིད་ཀྱིས་ལས་ཀ་གལ་ཆེ་དེ་དེ་མི་མང་ལ་མང་སྐད་ཆ་དྲིས་ནས་གང་ལྟར་མི་མང་ལ་མང་སྙན་སང་ཞུས་བྱས་ལྟར་འདུག་སུ་འགྲོ་དགའ་ཅིག་འགྲོ་ད་འདི་ཡག་པོ་ཞུགས་འདུག་ཨ་ནི་གལ་ཏེ་འགོ་ཁྲིད་འཐུས་ཚང་མ་བྱུང་བ་ཡིན་ན་མི་མང་གིས་བསྐོས་པ་ཡིན་འདུག་མཐར་ཐུག་མི་མང་གི་སྡིག་པ་གནས་དབྱུང་བཏང་ཡག་གི་ཐོབ་ཐང་ཡག་རེད། དཔེར་ན་ཨ་མི་རི་ཀའི་སྲིད་འཛིན་ནིག་སིན་ཧ་ཅང་སྐད་གྲགས་ཆེན་པོ་རེད་འཇོན་པོ་ཤ་རེད། ཁོང་བཞུགས་གོ་ཝོཏར་གེ་ཏི་ཟེར་བའི་རྙོག་དྲ་བྱུང་ནས་མཐའ་མ་དེ་ག་ལྟར་སྲིད་འཛིན་ནས་མ་ད་དགུག་ཤུ་དང་དགོས་ཡ་ཆགས་བྱས་འདུག་ས་རེད། ས་དེ་དེ་ཡིན་དུས་རྩ་ནས་འོ་ད་དམངས་གཙོ་ཟེར་ཡ་དེ་དངོས་གནས་དྲ་གནས་ཀྱི་དགེ་མཚན་ཆེན་པོ་ཡོད་ཚོད་ཅིག་དེ་འདྲ་ཡིན་དུས་འོ་ད་དགའ་བཞིན་སྤྲོ་བཞིན་དང་དུ་བླངས་བྱས། དགའ་ལྡན་ཕོ་བྲང་གི་སྲིད་དབང་གཟིམ་ཡག་འདི་བས་བཞུགས་འདྲིས་བྱས་འགྲོ་དང་འདུག་ས་རེད། ང་ཚོ་དམངས་གཙོའི་འཕེལ་རིམ་དང་དམངས་གཙོའི་ལག་ལེན་བསྐལ་ཡག་གི་ངོས་ནས་བཤད་པ་ཡིན་ན་ཕལ་ཆེར་པེ་ཅིང་གི་སྲིད་གཞུང་གི་འགྲོ་སྟངས་དང་ང་ཚོ་འདི་སྒྲིག་འཛུགས་ཆུང་ཆུང་ཆེ་བ་དང་ཡག་མ་རེད་དེ་ང་ཚོའི་སྒྲིག་འཛུགས་འགྲོ་སྟངས་འདི་དངོས་གནས་རང་ཅིག་ཚད་ལོག་མ་ཅིག་ཆགས་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ཅིག་རྒྱ་མི་གུང་བྲན་ཅིག་ཀླད་པ་ཁྲག་པོ་སེམས་ངན་འདི་ཚོའི་གྲས་ཀྱི་ནམ་རྒྱུན་སྐྱོན་བརྗོད་ཞིག་ལྟར་བྱས་བསྡད་ཡ་དེ་ཡིན་བསྡད་ཀྱི་ད་ཅིག་པའི་ཤིང་འབྲས་ལམ་ལུགས་པའི་སྤྱི་ཚོགས་རྙིང་པ་རྗེས་ལུས་རེད་ཟེར་སྐད་ཆ་འདི་ད་བཤད་ཡག་གི་གཞི་མེད་པ་ཆགས་ཀྱི་རེད། ཟེར་ད་འདུག་ཟེར་ནས། ངས་ཡང་དགོངས་པ་ཞུ་ཡག་འདི་གནས་ཚུལ་འདི་རེད་མ་གཏོགས་ཡང་དེ་ང་སེམས་ཤུགས་ཆག་པའི་སོ་རོ། ཡང་ཅིག་ད་བོད་དོན་རེ་བ་བརླག་པའི་སོ་རོ་དེ་འདྲས་བྱས་ནས་ངས་ལས་ཀ་ཤ་བ་རྩ་བ་ཉིད་ནས་མར་བལྟ། ཞེས་སོ། ཟེར་བ་ད་འདུག་ཟེར་རེད་འདི་གཅིག་ང་ཁྱེད་རང་ཚོ་ཤེས་ཀྱིན་སྡོད་སོང།